དེ་ནས་གངས་དཀར་བོད་གཞུང་གནས་གཅིག་གི་ད་ལྟ་རྒྱ་ཡིག་གི་ཡིག་ཆ་ཞིག་བཏང་ན་གནང་ཤག་དེ་བསྒྱུར་རོ་ཅིས་ཀྱང་གསུངས་ཤག་ད་དེ་བསྒྱུར་ན་ནི་ང་རང་ཚོ་ལེགས་འདེབས་གནང་ན་སུ་ཡོག་ཡིན་ན་ངས་ནི་རྒྱ་ཡིག་ཤེས་ཀྱི་ཡོག་མ་རེད། དེ་དེ་ལ་ཡ་དྲིན་ལྡན་མེ་ཏོག་ལགས་དྲིན་ལྡན་མེ་ཏོག་ལགས་ཀྱི་བཀའ་འདྲི་གནང་ཡག་དེ་གཤག་བཅོས་བྱས་པའི་དམག་དེ་ཡ་གསོད་ཡག་གི་ཆེད་དུ། ཟས་སྐོམ་སྤྱོད་གསུམ་གྱི་ལམ་སྟོན་བྱེད་རོགས་གྱིས་སྦྱིན་གསུངས་ལོ། ད་གཤག་བཅོས་བྱས་ཚར་བ་ཡིན་དུས་ཁྱེད་རང་ད་ལྟ་སྨན་ཁང་ནང་ལ་ཡར་བཞུགས་ཡོད་ཀྱི་རེད་སྨན་ཁང་ནང་ལ་ཡར། ཨ་ནེ། མ་དེ་དྲག་སྐྱེད་ཡོང་ཡག་གི་ཆེད་དུ་མ། མ་དེ་སྐྱེ་ཡག་ལ་སོགས་པ་འདི་སྨན་བྱུག་པ་བྱུག་ཡག་ལ་སོགས་པ་འདིའི་རིགས་དེ་བྱས་འདེགས་རེད་བ། མདོར་དོན་ད་གཙང་མ་ཞིག་བྱེད་དགོས་རེད་མ་དེ་ཡག་པོ་དྲག་ཡག་གི་ཆེད་དུ། གཙང་མ་ཞིག་བྱེད་དགོས་ཡོད་རེད་བརྙན་ཁ་ཕོག་པའི་སྐབས་དེ་ཡང་ཨེ་ནོ་མ་མ་བྲག་ཡག་གི་དཀའ་ངལ་དེ་འཕྲད་ཀྱི་ཡོད་རེད་བ། ད་གལ་སྲིད་ཁྱེད་རང་ནང་ལ་ཡང་བསྡད་ཡོད་པ་ཆད་ནང་ལ་བསྡད་ནས་ཨེ་ནོ་མ་དེ་ཡག་པོ་དྲག་སྐྱེད་ཡོང་གི་མེད་པ་དང་ཨེ་ནོ་ཅིག་བརྙན་ཁ་ར་བ་ཅིག་ཡོད་པ་ཡིན་ན་བརྙན་ཁ་ཞུ་དུས་ཚང་མ་ཅིག་མ་ཆགས་ས་དེ་ལ་ཡང་ཅིག་བསད་བཅུག་བཅུག་བཀག་བཅུག་བཅུག་ར་བ་དེ་འདྲ།

རེ་བ་ད་དུང་དེ་ལ་ཞུམ་དགོས་ཀྱི་རེད་བ། ཨ་ནི་ཇི་ཙམ་ཅིག་གཙང་མ་བྱས་པ་དེ་ཙམ་ཅིག་དམག་གྲ་རྒྱས་ཡོང་ཡག་འདི་ཡག་ཕན་གབ་ཡོད་རེད། དེ་ནས་དྲི་བ་བཅུ་བོ་དེ་དུང་དུང་ང་ཞུང། ཁོང་གིས་དེ་ཡང་པར་རིས་ཀྱི་དང་ཡིག་ཆ་ཀྱི་སྐུ་ན་ཤ་ད་པར་རིས་དུང་ཚོའི་གྲས་དངོས་གནས་བྱས་པ་ཡིན་ན་གར་སེ་བོར་བའི་མདའ། པར་འདི་རྒྱུན་ལྡན་ནས་པར་གསལ་པོ་ཞིབ་གཞི་ཡོད་པའི་ནི་རྒྱུན་ལྡན་ནས་བལྟས་ཚེ་མཐོང་ཁག་ཅིག་རེད་བ། ད་དེ་ཁྱེད་རང་གི་བཏང་བཞག་པའི་པར་འདི་ད་ག་ཟེ་ཁྱེད་རང་གི་པར་བཅས་ཀྱི་པར་གྱི་རྒྱབ་ཕྱི་ནས་བཏང་གནང་འདུག་འོ་ད་འདི་ལ་ཡང་ངས། གར་ཤོར་བ་ནི་དེ་གཞི་བཟུང་བྱས་ནས་ཨེ་ནི་ནས་གར་ཡིན་མི་རྩ་བ་ཉིད་ནས་ཞུ་ཐུབ་ཡག་ཅིག་མི་འདུག་འདི་ད་མོ་རྒྱལ་བའི་སོ་ད་ཅིག་རེད་རེད་བ་ངས་ཅིག་ཞུ་གི་བསྡད་པ་ཡིན། ཨེ་ནི་ཡིག་ཆས་བཏང་བཞག་པ་དེ་ནི་རྒྱ་ཡིག་རེད་བཤད་རྒྱ་ཡིག་ནི་ངས་ཤེས་ཀྱི་ཡོད་མ་རེད་མདོ་དོན་ཁྱེད་རང་གི་སྐད་ཆ་གསུངས་བཞག་པ་དེ་གཞི་བཟུང་བྱས་པ་ཡིན་བསོད་ན་ཨེ་ནི་གློ་བ་ནང་ལ་ཡག་ཅིག་གམ་ཅིག་ཅིག་མཐོང་ཡག་ཅིག་འདུག་དེ། རྨ་ཤུལ་ཡིན་པ་ཡིན་ན། གློ་བ་གི་གཅོང་ནད་ཡིན་པ་ཡིན་ན། ཏི་བི་ཟས་སྦྱོར་བ་དེ་ཡིན་པ་ཡིན་ན་དེ་ཐག་མ་ཆོད་པ་བྱས་ནས་བསྡད་ཡོད་རེད་ཟེར་གྱིན་སོང་ཤག་ད་གལ་སྲིད་གློ་བ་གི་གཅོང་ནད་ཡིན་པ་ཡིན་ན་དེ་ཡིན་སྲིད་ས་རེད་བས་རེད་བ་ལ་འདི་ལ་ཡང་ནད་རྟགས་མང་པོ་ཅིག་འགོ་གུ་རེད་བ་ལ་དཔེར་ན་ཅིག་གློ་རྒྱས་ཀྱི་འདུག་བས་གཟུགས་པོའི་ལྗིད་ཚད་མ་ཆག་ཡོད་རེད་བས་གཟུགས་པོ་སྐྱོ་བོ་ཆག་ཡོད་རེད་བས་ཚ་བ་ཡོད་རེད་བས། ད་ག་ནང་བཞིན་མཚན་ལ་ཡང་ཉལ་བསྡད་པའི་སྐབས་དེ་ཡང་ཨ་ནེ་གཅིག་གཟུགས་པོ་ལ་ཡང་སྔོ་ནག་ཤུགས་ལ་བས་འོང་མདོ་མཚོ་ལ་ཡང་གཅིག་རྒྱུན་ལྡན་གྱི་ནད་རྟགས་ཁ་ཤོར་འདི་ག་འདི་ཡོད་མེད་ཅིག་གཟིགས་ཡ་འདི་གལ་ཆེན་པོ་ཆགས་ཡོད་རེད་ནད་རྟགས་མདོ་མཚོའི་ཕྲན་ཡོད་པ་ཡིན་ན་ཨ་ནེ་གློ་བ་གི་གཅོང་ནད་ཀྱི་ཧ་ལམ་ཡིན་པས་གཟུགས་མདོ་རབས་ཆེ་གྲས་ཡིན་སྲིད་པ་ལྟ་བུ་ཆེ་གྲས་རེད་རེད་བ། འོ་ད་མདོ་མཚོ་མེད་པ་ཡིན་ན་གཟུགས་པོ་དཔེ་དེ

ཨོ་དེ་འདྲ་ཡིན་འདུག་བསམ་པ། སྤྲིས་པའི་ཡིད་མེད་ལ་ཡར། ང་རང་ཚོ་ཤ་པགས་པའི་སྒང་ལ་ཡར་ཁ་བརྒྱབ་ཆོག་ནི། ཨ་ནི། བརྟག་དཔྱད་བྱེད་ཡག་གཅིག་ཡོད་རེད་ད་ག་ནང་བཞིན་ཁྲག་རང་ནང་གི་ཡར་བརྟག་དཔྱད་བྱེད་ཡག་ཡོད་རེད་བ། ད་འདི་གཉིས་གཉིས་སྡོམ་བྱས་ནི་པགས་པ་ལ་བརྟག་དཔྱད་བྱེད་ཡག་དང་ཁྲག་ལ་བརྟག་དཔྱད་བྱེད་ཡག་འདི་གཉིས་གཉིས་སྡོམ་ནི། ཨ་ནི། གཉིས་ཀ་ལ་ཡར་གཅིག་གི། ནད་འདི་ཡིན་པའི་རྟགས་མཚན་རུ་ཁག་ཁག་མེད་པ་ཡིན་ན། ཨ་ནི་སྤྲིས་པའི་ཟས་དེ་ཧ་ལམ་ཡིན་རྒྱུ་མ་རེད་བསམ་གྱི་འདུག། ཞེས་པ། ང་ནི་དང་པོ་དེ་བས། དེ་ལས་བསྟན་ཟིན་ཞིག་བྱིན་གྱིས་དྲུག་ཡོད་པས་ན་སློ་བ་ལ་ཡང་ཀློག་པར་བགྱི་ནི་ཀློག་པ་རྣམས་ལ་ཡང་ད་ལྟ་ཡི་གེ་གོང་དུ་ཅིག་གསུངས་འདུག་བ་ད་ཏིང་ངེ་གསལ་པོ་རང་མཐོང་མི་འདུག་ད་ཀློག་པ་རྣམས་ལ་ཡང་ག་རེ་མཐོང་ཡང་འདུག་ད་ག་ནང་བཞིན་ཅིག་གིས། ལུས་པའི་ནང་ལ་ཡང། ནད་བསླང་ནད་ཀྱི་སྲིན་བག་ཕྲ་ཅིག་ཡོད་རབ། འདི་ཡོད་མེད་བརྟག་དཔྱད་བྱ་དགོས་རེད་ད་བསྟན་ཤུལ་འདི་རེད། ལུས་པའི་ནང་ལ་ཡང་ནད་འབུ་དེ་ཡོད་མེད་བརྟག་དཔྱད་བྱས་དེ་རེད་ད་འདི་ཡང་དུས་ཚོད་དགོས་ཀྱི་རེད་གང་ལ་ཞུ་བ་ཡིན་སོང་ན་ཀོ་བསིན་བག་ཁྲ་དེ་ལུས་པའི་ནང་ལ་ཡོད་པའང་སུ་བཏང་སོང་ན་འདི་ཀོ་འཕེལ་རྒྱས་འགྲོ་ས་གཅིག་གཅིག་ཡོད་རེད་ད་བརྟག་དཔྱད་བྱ་ས་ཞོར་རེད་འདི་ནང་ལ་ཡང་འཕེལ་རྒྱས་བྱེད་ཀྱི་འདུག་མི་འདུག་བརྟག་དགོས་ཀྱི་ཡོད་རེད།

གལ་སྲིད་ཀྲི་བི་གི་ན་ཚ་ཡོད་པ་ཡིན་ན་ཀྲི་བི་གི་ན་ཚ་དེ་བྱས་ཙང་གར་ཞུགས་པ་ཡིན་ཀྲི་བི་ན་ཚ་ཟས་དེ་དངོས་གནས་བྱས་པ་ཡིན་ན་གཅིག་གཟུགས་པོ་གཅོང་སྐྱི་ཡོད་ངེས་རེད་པ། སྟོབས་ཆེ་གི་ཆ་རྐྱེན་དེ་ཙམ་ཞིག་ཡག་པོ་མེད་སའི་ས་ཁུལ་དེ་འདྲ་ཡོད་རེད་པ་དང། འཛམ་གླིང་འདིའི་སྔ་ན་ཨ་ཧྥེ་རི་ཁ་ལྟ་བུ་ཞིག་ཡིན་སོང་ན་རེད་བཟོ་ལུང་ཡུལ་ལུང་སྐྱོ་པོ་ཞིག་འོ་དེ་འདྲ་ཡིན་མ་ཡིན་སོང་ན་ཨ་ནེ་ནའི་འདིའི་རིགས་དེ་མང་ཆེ་ཡོང་དེ་ཡོད་རེད་མ་གཏོགས་ཨ་ཕྱི་གི་རྒྱུན་ལྡན་སྟོབས་རྒྱལ་དང་འཕྲོད་བསྟེན་གི་ཆ་རྐྱེན་བཟང་པོ་ཡིན་ས་དེ་འདྲའི་ནང་ལ་ཡ་ཏི་བི་སི་ཡ་དེ་ཁོ་ཡ་དཀོན་ཚ་ཆེ་རེད་དཀོན་ཚ་ཆེ་རེད་ཨ་ནེ་གལ་སྲིད་ནད་འདིས་གཟུགས་པོ་ལ་ཡ་ཁོ་ཡོད་པ་ཡིན་སོང་ན་གཟུགས་པོ་ཐང་པོ་ཡོད་པ་ཡིན་ན། དེ་ནད་དེ་གཟུགས་པོའི་ངོས་ཀྱང་ནས་སྟངས་འཛིན་བྱས་ནས་རེ་བ་ཉུང་མཐའ་ལས་ཁོ་ནད་བུ་དེ་ཕས་གཟུགས་པོའི་ནང་ལ་འཕེལ་རྒྱས་མ་འགྲོ་བའི་ཆེད་དུ་ཁོ་གཅིག་རྨ་ཁ་རོག་ཅིག་གི་ནང་ལས་བཏུམ་བྱས་ནས་སྟངས་འཛིན་བྱེད་ཐུབ་ཡག་གི་ནུས་པ་གཟུགས་པོ་ལ་ཡོད་རེད། ཨ་ན་ཀྲི་པི་ཁོ་བོ་གཟུགས་སྐུའི་སྣང་ལས་སླད་ཕྱིན་ཆད་ལས་སྤྱི་བོའི་དགེ་རྩ་ལས་སེམས་བག་ཕྲ་ཤོར་བ་དེ་གཟུགས་སྐུའི་སྣང་ལས་སླད་ཡོད་པ་ཡིན་གསུངས་ནས། མཐའ་གཅིག་ཏུ་ཡང་འདི་དགོས་གནད་ཅིག་ཆགས་ཀྱི་ཡོད་མ་རེད། རེ་བ་གཟུགས་སྐུ་ཁོ་རང་གི་ད་ཅི་གོང་དུ་ཞུས་པ་ནང་བཞིན་སྟངས་འཛིན་བྱས་ནས་ས་ཁུལ་གཅིག་གི་ནང་ལས་ཡ་དོ་དམ་དང་མ་སོང་ན་བྱས་ཡོད་པ་ཡིན་གསུངས་ན། ཨ་ནི་གཞན་ལས་ཡ་ནད་དེ་བཀོད་འདུག་མ་རེད། གཞན་ལས་ཡ་བཀོད་ཡ་དེ་ག་འདྲ་ཞིག་ཡིན་ན་ཡོང་གི་ཡོད་རེད་ཅེས་ཞུས་པ་ཡིན་གསུངས་ན། ཨ་ནི། བློ་དབང་ནང་ལ་ཡ་ནེ་བོད་དུ་འཕེལ་རྒྱས་ཕྱིན་འཕེལ་རྒྱས་ཕྱིན་ནས་ཁོ་ཚང་དང་མ་སོང་ན་ས་ཚང་གི་བཟོ་ལྟ་དེ་ཨེ་ནི་སྡོད་པའི་བཟོ་ལྟ་རོ་བྱས་བྱས་ནས་ང་ཚོ་རླུང་འགྲོ་ས་དབུགས་ཡར་ལེན་པའི་སྐབས་ལ་ཡ་མི་དགོས་ནང་ལ་ཡ་དབུགས་ལམ་སྦྱོར་བ་དབུགས་ལམ་ཕྲ་མོ་དང་ཚོ་དེ་འབྲེལ་བ་ཆགས་པ་ཡིན་བཟོ་ན་ཨེ་ནི། ནད་འབུ་ཡོད་སའི་ཚང་དེ་དང། དབུགས་ལམ་དེ་གཉིས་འབྲེལ་བ་ཡོད་པ་སོང་ཙང་དེའི་བརྒྱུད་ནས་དབུགས་མ་བཏང་བའི་སྐབས་ལ་ཡང་ཁ་རླུང་བརྒྱུད་ནས་ཕྱི་ལ་མ་ནད་འབུ་དེ་སྟོན་གྱི་ཡོད་རེད་འདུག་དེ་འདྲའི་ཀྱི་གནས་ཚུལ་ཞིག་ཡིན་པ་ཡིན་ན་གཞི་ནས་འགོས་ནད་ཆགས་ཀྱི་ཡོད་རེད་མ་གཏོགས་གཅིག་གཞན་གློ་བའི་གཅོང་ནད་དེ་འགོས་ནད་མཐའ་གཅིག་ཏུ་ཡིན་དགོས་ཀྱི་མ་རེད། དེ་ནས་ད་ལྟ་ཞི་བདེ་ལགས་ཁྱེད་རང་གི་སྐུ་འདྲེ་ལགས་གཉིས་པོ་དེ་ཐུམ་འབུའི་ནད་བཀོལ་བ་རེད་དོ་ད་ཐུམ་འབུའི་ནད་བཀོལ་ལ་ང་ཚོ་ཐེངས་མ་མང་པོ་དེ་བཀའ་མོལ་བྱུང་ཚར་བ་རེད་ངས་ཞིབ་ཕྲའི་ར་པ་ཅིག་རྣམ་པ་ཚོ་ལ་ཡང་ངོ་སྤྲོད་ཞུས་པ་ཡིན་པར་རིགས་པས་དཔྱད་པ་ངོ་སྤྲོད་ཞུས་པ་ཡིན་དེའི་ཚིག་མ་རེད་བརྙན་ཐུང་ལས་དཔྱད་པ་ངོ་སྤྲོད་ཞུས་པ་ཡིན་ད་འདི་ག་དེ་དྲ་གམ་ཡོད་རེད་ཨ་ནས་ཁྱེད་རང་ད་ལྟ་ང་རང་ཚོ་ཚོགས་གཙོ་རིག་སྣང་སེར་མོ་ལགས་ཀྱི་དྲ་གམ་སྟོན་ཞབས་དང་ཚོ་ལ་གཟིགས་ན་ད་དྲ་གམ་ནང་ལ་ཡ་ད་རི་སངས་ཀྱི་བྱས་ཙང་རིག་སྣང་སེར་མོ་ལགས་ཀྱི་འདི་གནང་གི་འདུག་ཨང། ང་ཚོས་སྒྲ་སྒམ་བཙལ་བདེ་ཡག་གི་ཆེད་དུ་སྒྲ་སྒམ་གྱི་སྒང་དེ་ཡང་ཨ་ནི་བརྗོད་གཞི་ག་གིའི་སྐོར་ལ་ཡང་སྐད་ཆ་བཤད་ཡོད་མེད་དེ་ག་དེ་ཚང་མ་བྲིས་ཡོད་པ་སོང་ཙང་ཨ་ནི་བཙལ་བདེ་བོར་བ་ཆགས་ཀྱི་ཡོད་རེད་བ། འོ་ཐུམ་འབུའི་ནད་དེ་བྱས་ཙང་ནད་གཞི་ལྗི་བོ་རེད་བོད་ལ་ཡ་བོད་འདི་ལྟ་གྲོགས་པའི་ས་ཆ་ཡིན་པ་སོང་ཙང་ཨ་ནི་ནད་འདི་ཞེ་དྲག་གི་ཁྱབ་ཆེན་པོ་ཡོད་ས་རེད་ད་ངས་སྙིང་དུས་རབ་ཅིག་སླར་ཡང་ཅིག་ག་རུ་ཤོར། དྲན་གསོའི་ཆེད་དུ་ཅིག་ཞུ་བ་ཡིན་ཚུལ་ན། ནས་ནས་བུ་དེས་རྟ་སྦུ་ཅིག་བླངས་ཀྱི་ཡོད་རེད་བ། སྦུ་དེ་ག་འདྲར་གྱུར་གྱི་ཡོད་རེད་ཟེར་ཞུས་པས་ན་ཁྱི་དང་འོག་མིན་རྒྱུད་ནས་གྱུར་གྱི་ཡོད་རེད། ཨ་ནི་ང་ཚོ་འབྲོག་པའི་ས་ཆ་ཡིན་པ་གསུངས་དང་ལྷག་དོན་དུ་ཁྱི་དང་རྟ་སེམས་ཅན་དུ་འཛིན་གཞན་དང་འབྲེལ་བ་ཅིག་གཞན་དང་མི་འདྲ་བ་ཅིག་ཡོད་རེད་བ། དེའི་རྒྱུད་ནས་ལྷག་དོན་དུ་གཙང་སྦྲ་ཞན་པའི་དབང་གིས་ཨ་ནི་ནས་བུ་དེ། ཁའི་རྒྱུད་ནས་གཟུགས་པོ་ན་བསླད། གཟུགས་པོ་ན་བསླད་ནི་ཁོ་ཚང་དང་མ་སོང་ན་ཟིན་ནི་ད་ལོ་མང་པོ་བསྡད་ཀྱི་ཡོད་རེད་ནད་རྟགས་དོན་པའི་སྐབས་ཡར་ལོ་བཅོ་ལྔ་ཚར་དགོས་ཀྱི་ཡོད་ད་བྱས་ཙང་ཁོ་གཟུགས་པོ་ན་ལས་འཕེལ་རྒྱས་ཕྱིན་ནི་ཚང་དང་པོ་སང་ས་དེ་མང་ཆེ་རུ་མཆིན་པའི་ནང་ཟག་གི་ཡོད་རེད་ཨང་དེ་འདྲས་མཆིན་པའི་ནང་ཟག་དེ་ནས་ཡང་གཅིག་གློ་བ་ན་ལས་ཟག་ངེས་ད་ནི་ཀླད་པའི་ནང་ལས་ཟག་ངེས་ཡོད་རེད་ད་དུང་ཚུལ་དྲན་ཨ་ནི་དགའ་རོགས་ཅིག་ནད་ཐོབ་པོ་ཆགས་པའི་རྟགས་མཚན་རེད། པ། མཐོན་པོའི་ནད་ཡིན་མིན་དེ་ད་ཕྱིན་པ་ལ་ཡང་ནད་དང་པོ་དེ་ལ་ཡང་བརྟག་དཔྱད་བྱས་པ་ཡིན་ན་དགྲ་བླ་གི་པར་ཞིག་བརྒྱབ་ཡིན་ན་དགྲ་བླ་པར་བཤད་དེ་བརྒྱབ་བདེ་བ་ཞིབ་ཅིག་རེད་སྐར་མ་ཁ་ཤས་ཤིག་གི་ལས་ཀ་རེད་ཆ་རྐྱེན་ཡག་པོ་ཡོད་པ་ཡིན་ན་རེ་བ་སྨན་ཁང་གི་ཆ་རྐྱེན་རབ་བྱུང་ཡོད་པ་ཡིན་ན་ཨ་ནི་དགྲ་བླ་གི་པར་ནང་ལ་ཡང་ཕྱིན་པའི་ནང་ལ་སྐྲན་གྱི་མཐོང་བསྡད་གི་རེད་ད་ལྟ་ཁྱེད་རང་གིས་སྐྲན་སྐོར་ལ་ཡང་བཀའ་མོལ་ཞིག་གནང་གི་འདུག་ཨང་སྐྲན་ཞུ་དུས་བསམ་པ་ད་དགྲ་བླ་གི་པར་ནང་ལ་ཡང་རྡོག་རྡོག་ཞིག་མཐོང་བསྡད་ཡོད་རེད་རེ་བ་ད་རྡོག་རྡོག། དེ་གི་རྣམ་པ་ལ་ཡང་མཚམས་རེ་གཅིག་གཉིས་ཀ་ཡིན་སྲིད་པ་སོགས་སྐྲན་ཡིན་པའི་སོ་ཐར་གཅིག་ཡང་གཅིག་མེད་ན་གཅིག་ཐུམ་འབུའི་ཚང་ཡིན་སྲིད་པ་འོ་དེ་འདྲ་གི་རྣམ་པ་དོན་ཡང་ཡོད་རེད་ད་ཡིག་ནད་མང་ཆེ་དེ་ཐུམ་འབུའི་ནད་ཡིན་པ་ཡིན་སྲིད་ན་ཕ་གའི་ཁོ་རྣམ་པ་སྔོན་སྟངས་ཀི་ཐོག་ནས་ཐུམ་འབུའི་ནད་ཡིན་པ་དེ་གསལ་པོ་མཐོང་ཐུབ་གི་རེད། ཨ་ནི། གལ་སྲིད་ཐུམ་འབུའི་ནད་ཅིག་ཡིན་པས་ཡིན་ན་མཆིན་པའི་ནང་ལ་སྤྱི་བོ་ལ་ཡ་མཚང་རོ་སྟེ་ས་ནས་གཞན་དག་ལ་ཟུག་པོ་ས་ཁུལ་གཞན་དག་ལས་ཡ་ཁྱབ་མེད་པ་ཡིན་ན་ཐབས་ཤེས་བཟང་ཤོས་དེ་གཤག་བཅོས་བྱས་ན་ཡག་ཤོས་རེད། རུས་པ་ལ་གཤག་བཅོས་བྱེད་ཡག་གི་ཆ་རྐྱེན་ཡོད་པས་ཡིན་ན་དེ་བྱས་པས་ནི་ཡག་ཤོས་རེད་ད་ཟུག་པོ་ཁྱོན་ཡོངས་ནས་ཡང་ཁྱབ་ཚར་གཅིག་མཚོན་ན་གཤག་བཅོས་བྱེད་ཡག་གི་གནས་བབ་དེ་མེད་པ་ཡིན་འདུག་བསམ་པ་ད་སྨན་གཏང་དགོས་གི་རེད་རྒྱུན་ལྡན་ངས་རྣམ་པ་ཚོ་ལ་ཡང་ངོ་སྤྲོད་ཞུས་པ་ནང་བཞིན་རེད་སྨན་ཡང་རིགས་གཉིས་ཡོད་རེད་ཨ་སྦན་འདྲ་ཚོལ་བྱེད་ཅིག་དང་མི་སྦན་འདྲ་ཚོལ་བྱེད་ཅིག་ཡོད་རེད་ད་འདི་ཁྱོད་འཛམ་གླིང་ག་བ་ཡིན་ནས་སྨན་འདི་ཉོ་མ་གཏོགས་བེད་སྤྱོད་གཏང་ཡས་གལ་ཡོད་མ་རེད་ད་དོན་ཚོ་ཨ་ནི་ཁྱེད་རང་གི་དྲ་ཁ་ནང་ལ་ཟིན་ནང་ད་ཞིབ་ཕྲ་ངས་བཤད་བསྡད་ཡོད། གལ་ཆེ་ཤོས་དེ་ཐུམ་འབུའི་ནད་དེ་བོད་ལས་ཕོན་ཆེན་པོ། རྒྱ་ནག་ལས་ཕོན་ཆེན་པོ་ཡོད་པ་འདྲ་ད་བོད་ལས་ཕོན་ཆེན་པོ་ཡོད་པ་དེ་ད་ང་རང་ཚོ་གླེང་དེབ་ཟླ་གའི་ནང་དུ་ཡག་ཐེངས་མ་མང་པོ་བརྗོད་གཞི་འདི་དཔེ་དེ་བརྗོད་གཞི་གལ་ནི་ཆེ་ཆེ་ཆགས་ཀྱི་ཡོད་འདུག་ཨང་དྲན་ལགས་ཞུ་བ་ནི་ཕོན་ཆེན་པོ་ཡོད་པའི་རྟགས་རེད་པ་མ་གཏོགས་ཅིག་ཐུམ་འབུའི་ནད་ཡུ་རོབ་ནང་ལ་ཡང་ཧ་ལམ་ཅིག་གོ་ཡ་ཟེར་ག་ཡོད་མ་རེད། ཁོ་བརྗོད་གཞི་བཅས་ཧ་ལམ་ཆགས་ཀྱི་མ་རེད་བ། ད་ཡང་བོད་ལ་ཡ། འདི་ལྟ་བུའི་ཡོང་ཡག་དེ་ད་ཅིའི་དགོངས་དུ་ཞུས་པ་ནང་བཞིན་འཕྲོད་བསྟེན་གྱི་གནས་ཚུལ་དེ་ཞང་པོ་ཞེ་པོ་གཅིག་ཡིན་པ་སོང་ཙང་ཨ་ནེ་འབུ་དེའི་རིགས་དེ་གཟུགས་པོའི་ནང་ལ་འཁོར་གྱི་ཡོད་རེད་བ། དེ་འདྲ་ཡིན་དུས་སྔོན་འགོག་བྱས་ཏེ་སྤེལ་གྱིན་ན་བྱམས་པོ་ཆགས་ཀྱི་ཡོད་རེད་སྔོན་འགོག་དེ་ག་འདྲ་བྱེད་དགོས་རེད་ཟེར་ན་ཞུས་པ་ཡིན་གསུངས་ན། གཙང་སྦྲ་བྱེད་ཡག་དང་གཅིག་བཅས་ཨ་ནེ་ཚལ་གྱི་རིགས་བེད་སྤྱོད་བཏང་པའི་སྐབས་ལ་ཡ་ཚལ་གྱི་རིགས་དེ་གི་དུས་ཚོད་བྱས་ནས་ཟས་པ་ཡིན་ན་གཏན་ཤོས་རེད།

ཐོག་ནས་ཚད་དང་མཛུབ་ཁྲིད་བེད་སྤྱོད་བཏང་པའི་སྐབས་དེའི་གྲངས་ཚད་ནི་བཟོ་ལྟ་ནུབ་ཕྱོགས་པའི་བྱེད་སྟངས་དེ་མ་སྤྱད་ཆེད་ལན་ལྡོན་མ་བྱས་པའི་བྱེད་སྒོ་རྩོད་བཞག་སོང་ནས་བརྟན་བཞུགས་ཡོད་རེད། འོ་དེ་ནས་དྲི་བ་བཅུ་གཉིས་པ་དེ་རྡ་སའི་བླ་ར་ཞེས་རྡ་སའི་བླ་གའི་འདོད་རྩ་དང་འཕར་རྩ་དབང་རྩ་གསུམ་གྱི་ངོ་བོ་དང་བྱེད་ལས་དེ་དག་ལ་གནོད་པའི་ཟས་སྤྱོད་གང་ཡིན་ནམ་ཞེས་ནི་གོང་གི་ཡང་ཚོ

ད་གཞི་རྩའི་ཡིན་ན་སོགས་རིག་པའི་ཐོག་ནས་བཤད་པས་ན་ཁོ་རང་རང་གནད་དོན་གཞི་ལས་ཆེན་པོ་ཞིག་ཅེས་རེད་རེད་བ་ད་དེ་སྐད་དེ་རིགས་བཤད་ཡག་གི་གོ་སྐབས་ལས་མི་འདུག་ལ་དུས་ཚོད་མི་འདུག་ད་སྙིང་བསྡུས་ཅིག་ཞུ་པས་ན་ང་ཚོར་ཁྲག་རྒྱུན་འཁོར་རྒྱུག་ཟེར་ཅིག་རྒྱུན་ལྡན་བཤད་བསྡད་ཀྱི་ཡོད་རེད་བ་སྙིང་དང་འབྲེལ་བ་སྙིང་དང་འཕར་རྩ་དང་སྡོད་རྩ་འབྲེལ་བ་ཡོད་རེད་བ་ཁོ་གཅིག

འོང་འདུག་སི་ཆེན་ཁྲག་རྒྱུན་འཁོར་རྒྱུག་གི་ཁོག་བསྡད་ཀྱི་ཡོད་པ་སོང་ཙང་ཁྲག་རྒྱུན་འཁོར་རྒྱུག་གི་བ་ཚ་ལ་དེ་ཡ་ཨ་ནི་སྙིང་ཡོད་རེད་གློ་བ་ཡོད་རེད་ད་དུང་ཚོའི་དྲན་གི་པ་ན་ཅིག་གི་སྙིང་གློ་བ་གི་བྱེད་ལས་དེ་ག་རེད་སི་ཆེན་ཞུབ་ཡིན་ན་ཁྲག་རྙིང་པ་ཆག་བཞག་པ་དེ་ལ་ཡ་ཨོ་སི་ཆེན་མཚོ་རླུང་འགུག་གི་ཡོད་པ་སོང་ཙང་མཚོ་རླུང་ཡང་བསྐྱར་ཁྲག་གི་ནང་ལ་ཡ་སླེ་ཡག་གི་ཆེད་དུ་ཨ་ནི་གློ་བ་གི་རྒྱུད་ནས་དབུགས་ལེན་ཡ་དུང་ཚོའི་དྲན་ཧྲི་བ་ད་དུང་ཚོ་ནི་ཞིབ་ཕྲ་ཞུ་མོ་གོ་བྱེད། ཨ་ནི་དབང་རྩ་ནི་ཉེ་བའི་ཆ་ལ་ང་ཚོ་བཀའ་མོལ་ཆུང་པོ་ནང་བཞིན་རེད་ཀླད་པ་དང་འབྲེལ་བ་ཡོད་པ་ཀླད་པའི་བཀའ་བཏང་ས་ཡང་ཅི་སྨོས་ན་ང་རང་ཚོ་གཟུགས་སྐུའི་ཕྱོགས་མཐའ་ཁག་ལ་ཡང་གནས་ཚུལ་ག་རེ་བྱུང་མིན་འདི་སྐད་འདི་ཀླད་པ་ལ་ཡ་ལན་སྤྲད་ས་གི་ལམ་གྱི་ཆ་དེ་ཡོད་རེད་འོ་འདི་ལྟ་བུ་ཅིག་ད་རེས་ཞུས་ནས་སྙིང་བསྡུས་རང་བྱས་ན་ད་གས་འཐུས་པ་ཅིག་ཡིན། དེ་ནས་ད་ལྟའང་གྲུ་བ་བཅུ་གསུམ་པ་དེ་ཀུ་སི་ལི་རེད་ཤག་ཀུ་སི་ལི་ཁོང་བོད་ལ་ཡར་བཞུགས་ནས་ཇི་ཡིན་ཅིང་གསུངས་ཤག་ཨ་ན་བོད་ལ་ཡར་དུས་ད་རེས་བཟང་ངན་མི་མང་པོ་ཅིག་དར་ལྷག་དོན་དུ་མི་ལོ་ལྔ་བཅུ་ཡས་མས་ཅིག་ཆགས་པའི་སྐབས་དེར་ཡར་ཁྱིམ་པའི་སྐྲན་ནད་ཕོག་ནས་ཤི་ངན་མང་པོ་ཞིག་འདུག་ཨ་ན་འདི་གཅིག་གིས་ཁྱིམ་པའི་གཉན་ཚད། གི་རྐྱེན་པས་རེད་ཅེས་ནི་ལབ་ཀྱི་འདུག་ཡང་ཁག་ཅིག་གིས་ནི། མཁའ་རླུང་བརྒྱུད་ནས་ཡོང་གི་ཡོད་རེད་ཅེས་ནི་ལབ་ཀྱི་འདུག་དེ་འདྲ་ཡིན་དུས་ཟམ་པའང་སྐྲན་ནད་ཀྱི་རིགས་དང་འབྲུ་དྲན་འགོས་ཡག་ཅིག་དང་འགོས་ཡག་མིན་པའི་རིགས་ཅེས་ནི་གཉིས་ཡོད་རེད་པས་ཅེས་ནི་བཀའ་འདྲི་གནང་ཞག་གདང་གནང་བཞིན་ཁོང་གིས་ད་ལྟ། གློ་བའི་བཅུ་གནས་གོ་ལའི་བཀའ་འདྲི་ཅི་གནང་ཤག་འདི་དགོས་ལུགས་དགོས་སྟངས་ཐོག་ལ་ཡ་གསལ་བཤད་ཅིག་བྱེད་རོགས་བྱས་གང་ལགས་ཞུ་བས་ན་བོད་ལ་ཡ་ད་རི་ས་གཉིས་ད་རྡོ་མཛོད་དྲན་ནས་རྡོ་མཛོད་དྲན་ཅིག་ཁྱབ་ཆེན་པོ་རབ་ཞིག་ཡོད་པའི་སོབ་ད་ཅིག་རེད་འདུག་ད་ཀུ་སི་ལི་ལ་ཡ་ཞུ་ཡ་ཅིག་ལ་ཡ་ཆེན་པོའི་དྲན་ནས་ཟེར་ཡ་དེ་དངོས་གནས་ཁྱེད་རང་གསུངས་མ་ན་ཤེས་བོད་པའི་ནང་ལ་ཡ་ཅིག་ཁ་མཆེ་ཚ་ར་ཅིག་ཡོང་བསྡད་ཀྱི་འདུག་རེད་བ་དྲན་ཟེར་དུས་བསམ་པ་ད་སྨན་དཔྱད་འབྲས་སྐྲན་རང་རེད་འབྲས་སྐྲན་རང་ནད་གཞི་ལྗིད་པོ། Cancer ཟེར་གྱི་རེད་དང། མཆིན་པའི Cancer བྱས་ནས་འོང་ད་འདིས་བཅོས་ཐབས་ཞེ་དྲག་དཀའ་ལས་ཁག་པོ་རེད། བྱས་ཙང་མི་མང་ཆེ་འདིས་རྐྱེན་པས་གྲོངས་གི་ཡོད་རེད། ད་མཆིན་པའི་སྐྲན་བསལ་ཏེ་ག་འདྲ་ཞིག་ཆགས་ཀྱི་ཡོད་རེད་ཅེ་ན་ཞུས་པ་ཡིན་ཟུར་ན། ད་གལ་གནད་ཆེ་ཤོས་དེ་འདི་ཆགས་ཀྱི་ཡོད་རེད། མཆིན་པ་ལ་ཡང་གཉན་ཚད་ཀྱི་རིགས་མང་པོ་ཞིག་ཡོད་རེད་པ་ལ Hepatitis འོང་འདི་ལ་ཡང་རིགས་ཀ་པ་ཁ་པ་ག་པ་བྱ་བ་བྱེད་ན་ད་ཁྱོད་རིགས་མང་པོ་ཅིག་ནང་གསེས་དབྱེ་བ་ཆགས་ཡོད་རེད། འོ་ད་དུང་ཚོའི་སྐོར་ལས་ད་དྲ་ཁང་ནང་བསྲིས་ན་ད་ང་ཚོ་ཞིབ་ཕྲ་དཀའ་མོད་བྱུང་ཚར་བ་རེད། བྱས་ཙང་མ་འོངས་པ་ད་ང་ཚོ་འདིའི་རིགས་གནང་ན་ཡག་པོ་ཡོད་ས་རེད། རྣམ་པ་ཚོ་ལས་ཞུ་ཡག་ཅིག་ལང་ཅིག་དང་ད་ད་ང་རང་ཚོ་ཚོགས་གཙོ་རིགས་སྣང་སེར་མོ་ལགས་ལ་ཞུ་ཡག་ཅིག་ལ་ཡ། ད་ནད་པ་འདྲ་མི་འདྲ་ང་ཚོ་གླེང་སྟེགས་ནང་ལ་ཡོང། དུས་ཚོད་འདྲ་མི་འདྲ་དེ་ཡང་ཕེབས་ཀྱི་ཡོད་པ་སོང་ཙང་ང་ཚོ་ནད་རིགས་གཅིག་སྐོར་ལ་ཡང་ཞིབ་ཕྲ་བཀའ་མོལ་བྱུང་ཚར་བ་དེ་སྐབས་དེ་སླར་ཡང་སྐོར་བརྒྱབ་བྱས་ནས་ཡང་སེ་ཡང་སེ་ཡང་སེ་བཤད་དགོས་འདུག་བསམ་པ་དུས་ཚོད་མང་པོ་ཅིག་འཕྲོ་བརླག་འགྲོ་གི་འདུག་དེ་འདྲ་ཡིན་དུས་ནད་རིགས་གཅིག་པོ་སྐོར་ལ་ཡང་ངས་ཞིབ་ཕྲ་ངོ་སྤྲོད་ཞུས་ཚར་བ་དེ་སྐད་དེ་ཨ་ན་སྒྲ་སྒམ་སྒང་ལ་ཡང་ཁ་གསལ་པོ་བྲིས་ཡོད་པ་སོང་ཙང་འདི་སྐད་དེ་གཅིག་མཛོད་ཀ་སོབ་ད་ཞིག་ཏན་ཏན་བཟོས་ཡག་ཡོད་རྒྱུ་རེད Favourites བྱས་ནས་དྲ་རྒྱའི་ནང་ལ་བཞག་ཡག་ཅིག་འདུག Favorite ཅིག་འདུག་མདོར་ཚུལ་ནང་ལ་ཡང་ཨ་ནེ་ཀོ་བང་རིམ་བསྒྲིགས་བྱས་ནས་མཛོད་ཀ་སོབ་ད་ཅིག་བཟོས་པ་ཡིན་སོང་ན་ཨ་ན་སོ་སོ་རང་ཉིད་ཀྱི་ཨ་ནེ་ཐུམ་བུའི་ནས་ཀོ་ལ་ཤི་ཉེན་འགྲོ་གི་ཡོད་པ་ཡིན་ན་མཛོད་དེའི་ནང་ལ་བལྟས་རབས་ཡིན་ན་ཨ་ནེ་དེ་ནས་སོ་སོ་གོ་བ་དེ་ལེན་བཞག་པས་བཞག་ན་བྱས་ཙང་ང་ཚོ་སྤྱི་པའི་གླིང་སྟེགས་འདིའི་ནང་ལ་ཡང་སླར་ཡང་གནས་ཚུལ་འདི་ག་དེ། བཤད་མུ་འོ་ཅི་ཆགས་རུ་བ་དོ་ཚོའི་ཐོག་ལ་ཡང་ཏན་ཏན་ང་ཚོ་དགོངས་པ་བཞེས་ཡོད་ཀྱི་རེད་བསམ་གྱི་འདུག་ག་ད་ལྟ་སྐབས་སུ་བབ་པ་ཀུ་སི་ལི་ལ་ཡང་བཞོད་ཅིག་ལ་ཡང། ཁྱིམ་པའི་གཉེན་ཚད་མང་པོ་ཡོད་པའི་ནང་ནས། ཁ་བ་དང་ག་བ་འདིས་གནད་འགག་ཅིག་ཆགས་ཀྱི་ཡོད་རེད་དོ་ཚོ་ཞི་ལྗི་བོ་ཆགས་ཀྱི་ཡོད་རེད་བ།

ལྷག་དོན་དུ Hepatitis B དེས་ང་རང་ཚོ་བོད་པའི་ནང་ལས་ཕོན་ཆེ་ས་རབ་ཅིག་ཡོང་བསྡད་འདུག་ད་དེ་མང་ཆེ་རབ་དེ Hepatitis B དེ་ནད་འབུ་ཕྲ་རབ་ཅིག་གིས་བསླང་གི་ཡོད་རེད་རེད་བ་ལ་སིན་བི་ཕྲ་ཅིག་གིས་བསླང་གི་ཡོད་རེད་ཁོ་རེད་དེ་མང་ཆེ་དེ་བརྒྱ་ཆ་དགུ་བཅུ་ཡས་མས་ཆིག་ཁོ་གཟུགས་པོའི་ངོས་རྒྱང་ནས་གཟུགས་པོའི་ནང་གི་ང་རང་ཚོ་སྲུང་སྐྱོབ་ཀྱི་ཆ་རྐྱེན་ཅིག་ཡོད་པ་སྲུང་བསླང་འདུག་བས་སྲུང་རིམ་ཟེར་ཡ་ཅིག་ཡོད་པས་ཡིན་དུས་བསམ་པ་འདི་གི་ཐུགས་རྗེ་བཀའ་དྲིན་བསྟན་བྱས་ནི་ནད་འབུ་སྲིན་ན་མི་དུ་ནད་འདི་ནས་དྲག་སྐྱེད་ཡོང་གི་ཡོད་རེད་མཐའ་ཁ་ཅིག་ཉུང་ཤས་གཅིག་འདུ་བའི་གསུང་རབ་སྐྱོ་བོ་ཡིན་པས་ཉེ་ལན་བསྟན་བྱས་ནི་འདི་ལ་ཡང་གདོང་ལེན་ཚད་ལྡན་ཅིག་བྱེད་མ་ཐུབ་བྱས་ནད་འདི་ལ་ཡང་གདོང་ལེན་ཚད་ལྡན་ཅིག་བྱེད་མ་ཐུབ་བྱས་ནི་གཟུགས་པོའི་ནང་ལ་ཡང་ནད་འབུ་དུ་མུ་མཐུད་ནས་གནས་ནས།

Hepatitis ཡག་གི་ནད་ཅིག་བྱུང། དེའི་རྒྱུན་རིང་པོ་ལོ་དང་ལོ་བསྟུད་ནས་ལོ་མང་པོ་བཅུ་ཕྲག་མང་པོ་རུ་ཕྱིན་པ་ཡིན་ཟེར་ན་ཨ་ནེ་དྲན་ཆགས་ཀྱི་ཡོད་རེད། འོ། སྙན་ངག་ཡོད་པའི་སྐབས་ལ་ཡ། གཟུགས་པོ་ལ་ཡ་སྙན་ངག་དེ་ཡོད་པའི་རིང་ལ་ཡ་ཨ་ནེ་ཞེ་འདྲ་ལས་བཀོད་ཡག་གི་ནུས་པ་ཡོད་རེད། ད་གཟུགས་པོ། ནད་དེ་གང་འདྲ་སྐྱོན་དགོས་ཡོད་རེད་ཟེར་ན་ཞུས་པ་ཡིན་ཟེར་ན། ད།

ཨ་ནེ་གཅིག། བུད་མེད་ཀྱི་སྐྱེ་དགུའི་ནང་ལ་ཡ་གཅིག་ཉུང་ཤས་གཅིག་ཉུང་ཤས་གཅིག་ཡོང་གི་ཡོད་རེད། ད་རེས་ལྟས་ལ་ནད་འདི་བསྐུར་ཡག་ཉེན་ཚབས་ཆེ་ཤོས་དེ་ཁྲག་དང་འབྲེལ་བ་བྱུང་པ་ཡིན་གསུངས་ན་ཨ་ནེ་ནད་འདི་བསྐུར་གི་ཡོད་རེད། ཁྲག་དང་འབྲེལ་བ་བྱུང་བའི་སྣང་སེམས་ཅན་ལ་ཞུ་དུས་བསམ་པ།

སྐྲས་དགུག་ཡོད་ན་ཁྲག་སྐྲས་ཀྱི་ཁྲག་དེ་ལས་ཡ་བརྟག་དཔྱད་ནན་ཏན་བྱས་ནས་ནད་འདིའི་རིགས་དེ་ཡོད་མེད་མངལ་ནས་བརྟག་དཔྱད་བྱེད་ཀྱི་རེད་པཱ། ད་དགོས་ལུགས་དགོས་སྟངས་གཞན་དག་ག་རེ་ཡོད་རེད་ཅེས་ཞུས་པ་ཡིན་ན་ཡང་ཁ་ཅིག་འདི་ཡོད་རེད་པཱ་ཅེས་ཉལ་ཐག་ཁབ་བརྒྱབ་ནས་ཉལ་ཐག་བེད་སྤྱོད་བཏང་ངས་ཨོ་རྡོ་མཚོའི་དྲན་ཨེ་ན་ཁབ་དེ་སོ་སོས་བེད་སྤྱོད་བཏང་སོ་སོ་ལ་ཡང་ནད་འདི་འདྲ་ཅིག་ཡོད་པ་ཡིན་ན་ཨེ་ན་ཁབ་རྙིང་པ་དེ་གཞན་དག་ལས་ཡ།

དག་ནང་བཞིན་གཅིག། སོ་ཀྲུ་ཡོར་བ་སོ་ཀྲུ་ཡག་གི་སོ་ཀྲུ་སོ་ཀྲུ། མི་ཁ་ཤས་ཅིག་མཉམ་པོ་ལ་བེད་སྤྱོད་བཏང་པའི་ཡིན་ནའི་སྟེང་ཉེན་ཁ་ཡོད་རེད་ད་ཡིན་ན་ཉེན་ཁ་ཡོད་པའི་ནང་ནས་གཙོ་བོ་གཅིག་ནད་དེ་བཀོལ་ཡག་གི་ཉེན་ཁ་གཙོ་བོ་གཅིག་ག་དུས་ག་དུས་ཡིན་དགོས་རེད་ཅེས་ཞུས་པ་ཡིན་སོང་ན་ཁོ་མོ་ཕན་ཚུན་ལུས་འབྲེལ་བྱས་པའི་སྐབས་ལ་ཡ་མཁྲེགས་བཅོད་བྱས་པའི་སྐབས་ལ་ཡ་ཨ་ནི་ནད་དེ་གཏན་ཚལ་བཀོལ་གི་ཡོད་རེད་བ་ད་འདི་ཉེན་ཁ་དེ་ཚབས་ཆེ་ཤོས་རེད་བ་འདི་རེད། ཧོ་དེ་འདྲ་ཡིན་དུས་བསམ་པར་ཐལ་གནད་དོན་འདི་གལ་ཏེ་མཁྱེན་པའི་སྐབས་ཡ་མཁྱེན་ཡོད་དུས་ཨ་ནི་ནད་འདི་གཞན་དག་ལ་མ་འགོས་ཡ་གི། སོ་སོའི་ངོས་ཀྱང་ན་ཐབས་ཇུས་ཡོད་རེད་ལ་ཐབས་ཇུས་བྱེད་དགོས་ཀྱི་རེད་གང་ལགས་ཞུས་པ་ནི། ང Hepatitis B ནད་ངན་ཅིག་ཡིན་པ་ཡིན་ན། ངས་གང་བྱུང་མང་བྱུང་མིན་ནད་འདི་གཞན་དག་ལས་བཀོད་ན་འགྲིག་གི་མ་རེད་པ། དེ་འདྲ་ཡིན་དུས་ད་ལུས་འབྲེལ་རབས་ཀྱིས་བུད་མེད་ཅིག་དེ་ལུས་འབྲེལ་བྱེད་པའི་སྐབས་ལ་ཡར་ཨེ་གྱིས་ཤུགས་བེད་སྤྱོད་བཏང་ཡག་ལ་སོགས་པ་དང་རེད་པ། དམ་ཚུལ་དྲན་གཟབ་གཟབ་བྱེད་དགོས་ཡ་དམ་ཚུལ་དྲན་སོ་སོའི་འགན་འགན་འཁྲི་ཆགས་ཀྱི་ཡོད་རེད། དེ་མ་གཏོགས་ཅིག་ད་ལྟ་ཁ་རླུང་རྒྱུན་ནས Hepatitis B འགོས་ཟེར་ཡ་དེ་འདྲའི་ཉེན་ཁ་རྩ་བ་ཉིད་ནས་ཡོད་མ་རེད་ད་དེ་འདྲ་རྩ་བ་ཉིད་ནས་ཡོད་མ་རེད་ང་ཚོ་ཁང་པ་གཅིག་གི་ནང་ལ་ཡིན་ཀྱང་འབོ་བསྡད། འདས་ནི་ཨ་ནེ་ཁ་བརྡ་བློས་ཆེན་འདེབས་ཡིན་གསུང་ན་ནད་འདི་འགོས་ཡག་གི་ནད་ཁ་རྩ་བ་ཡིན་ན་ཡོད་མ་རེད་ཨ། མི་ཁ་ཅིག་དཔེར་ན་སྨན་ཁང་ནང་ལས་ཀ་བྱེད་མཁན་ཡིན་ན་འདྲ་ནད་གཡོག་བྱེད་མཁན་ཡིན་ན་འདྲ་རེད་བ་འོ་ད་ཁྱོད་ལས་དོན་གི་རྐྱེན་པས་ནད་འདི་རིགས་འགོས་ཡག་གི་ཉེན་ཁ་ཆད་ཡོད་བས་མི་གདོན་ཚུལ་དྲན་ལ་ཡ། འདི་བྱས་ཡོད་རེད་སྲུང་བཙན་མི་འགའ་བསྐྱོད་ཡོད་རེད Vaccination ཟིག་གཏོང་སོ་སོར་ཡང་ནད་འདི་མེད་པའི་སྐབས་ཡང་སྔ་སེ་སེ་ནས་སྔ་སེ་སེ་ནས་སྲུང་བཙན་སྨིན་ཁང་གཅིག་རྒྱབ་པ་ཡིན་གསུང་ན་ཨ་ནི་དེ་ལག་རྩལ་འདིའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཕྱི་འབྱུང་ལ་ཡང་ནད་འབུ་འདི་དང་འཕྲད་པ་ཡིན་ནས་རེད་བ་ནད་འདི་ཚུགས་དགོས་པའི་དབང་སོ་བཏང་ནས་ཟུག་གོན་ནང་ལ་ཡང་ནད་འདི་ལས་ནད་འདི་གི་གཅིག་ག་རུ་སོ་པ་ནས་བླངས་མ་ཐུག་ཡག་གི། ཐབས་བྱུས་ཀྱི་ཡོད་རེད་དེའི་མིང་ལས Vaccination ཟེར་གྱི་རེད་རེད་བ། སྲུང་བརྩད་མིང་གང་ཟེར་བྱས་ནས་ལོག་གི་ཡོད་རེད་ད་དུང་ཚོའི་སྐོར་ལས་ང་ཚོ་ཞིབ་ཕྲ་བཀའ་མོལ་བྱུང་ཚར་བ་རེད། ཨོ་དེ་ནས་མཐའ་མ་དེ་རིང་ཚེ་མི་རྟག་པ་ལགས་ཀྱི་བཀའ་འདྲི་ཞིག་གནང་ཤག་བཀའ་འདྲི་གནང་ཡག་འདི་ལྟ་རྒྱུན་ལྡན་མིག་ཚ་བ་དང་སྐྲང་བ། མགོ་བོ་དང། གཉའ་ཟེར་བ། ཕོ་བ་དང་སྐེད་པ་ན་བ་སོགས་ཀྱི་ནང་གསུངས་བཤད་ད་ནད་རྟགས་མང་ཐག་ཆོད་ཞིག་འདུག་ད་ད་ཕྱིན་གོང་དུ། བཀའ་མོལ་འདི་ལྟ་བུ་ཞིག་བྱུང་སོང་ངམ། བྱས་ཙང་ད་འདི་སྐད་དེ་ཁྱེད་རང་ངེས་པར་དུ་སྨན་ཁང་གཅིག་ནང་ལ་ཡར་ཐེག་བྱས་ནས་ཨེ་ནས་བརྟག་དཔྱད་ཅིག་མ་གནང་བ་ཡིན་ན། ད་གང་དང་གང་ཡིན་ནའི་ཡིན་སྲིད་པ་ཞིག་རེད་དེ་ངས་ད་ག་ས་ཅིག་ལབ་ཀི་བསྡད་ནས་ཁྱེད་རང་ལ་ཡར་ཐུག་ཕན་གསོས་ཡ་ཆེ་རྩ་བ་ཡིན་ནའི་ཡོང་གི་མ་རེད་བ། ད་ཁྱེད་རང་ལ་ཡར་མཛའ་དྲག་ཤོས་ཀྱི་ནད་ནས་ནད་ད་རོ་ག་རེ་རེད་དོ་དེ་གཞི་བཟུང་བྱས་ནས་ཨེ་ནས་ཨ་མཆིན་གཅིག་གི་ནང་ལ་ཡར་བསྟི་འདུག་ན་ལྷག་དོན་དུ་ཁྲག་ལ་ཡར་བརྟག་དཔྱད་གནང་དང་ཨེ་ནས་བལྟས་ཚེ་གཅིག་ཕྲན་བུའི་ཁ་ཟས་རོ་རབ་ཅིག་འགྲོ་གི་རེད་བ།